འགྲེལ་བ་དོན་གསལ་ཞེས་པ་ལ་རྩ་བའི་ཟབ་ཆོས་གསུམ་བསྟན་བཅོས་ལ་འཇུག་པའི་ཡན་ལག་ཡན་ལག་ཅན་གྱི་བསྟན་བཅོས་དངོས། བསྟན་བཅོས་ཇི་ལྟར་བརྒྱུད་པའི་ཚུལ་དང་ཟབ་ཆོས་གསུམ་ཡོད་པའི་ནང་ནས་གཉིས་པ་ཡན་ལག་ཅན་གྱི་བསྟན་བཅོས་དངོས་ཞེས་པ་ལ་ཤེས་པ་ལ་འཇུག་པའི་ཤེས་པ་ངེས་པར་དགོས་པ། ཤེས་པ་ཡོངས་སུ་རྫོགས་པའི་བྱ་བ་དང་གསུམ་ཡོད་པའི་ནང་ནས་གཉིས་པ་ཤེས་པ་ལ་གུས་པའི་ཡན་ལག་ཆོས་སྤྱོད་བསྟན་བཅོས་ལ་འཇུག་པའི་ཡན་ལག་དགོས་ལ་བསྟན་བཅོས་ཀྱི་བརྗོད་བྱ་མངོན་རྟོགས་ཤེས་པ་དང་ཟབ་ཆོས་གསུམ་ཡོད་པའི་ནང་ནས་དང་པོ་ཤེས་པ་ལ་རྒྱས་པ་ལ་དད་པ་ལ་མངོན་རྟོགས་བརྒྱད་དུ་བྱས་བར་པ་ལ་དད་པ་ལ་མངོན་རྟོགས་དྲུག་ཏུ་བསྡུས་སྡུད་པ་ལ་དད་པ་ལ་མངོན་རྟོགས་གསུམ་དུ་བསྡུས་པ་གསུམ་ཡོད་པའི་ནང་ནས། དང་པོ་ཤེས་པ་ལ་བསྡུས་དོན་ལུས་རྣམ་ཤེས་ཤེས་པ་དང་ཚིག་དོན་ཡན་ལག་བརྒྱད་ཤེས་ཤེས་པ་གཉིས་ཡོད་པའི་ནང་ནས། གཉིས་པ་ཚིག་དོན་ཡན་ལག་བརྒྱད་པར་ཤེས་པ་ལ་རྩ་བའི་ས་བཅུ་གསུམ་ཐོས་བསམ་གྱི་རྟེན་ལ་ཨ་པའི་ཡུལ་ལ་ཉམས་སུ་ལེན་པའི་སྦྱོར་བ་ཉམས་སུ་བླངས་པའི་འབྲས་བུ་ཤེས་པ་གསུམ་ཡོད་པའི་ནང་ནས་དང་པོ་ཤེས་པ་ལ་རྩ་བའི་ས་བཅུ་གསུམ། འབྲས་བུ་རྣམ་མཁྱེན་ཤེས་པ་རྒྱུ་ལམ་ཤེས་ཤེས་པ་རྣམ་པར་དག་སྟེ་གཞི་ཤེས་ཤེས་པ་གསུམ་ཡོད་པའི་ནང་ནས། གཉིས་པ་རྒྱུ་ལམ་ཤེས་ཤེས་པའི་སྐབས་དེ་ལ་འབྲེལ་དགོས་པས་མཚམས་འདིར་མཚོན་བྱེད་ཀྱི་ཆོས་རྒྱས་པར་བྱའི་སྐབས་ཀྱི་སྒོ་ནས་མཇུག་བསྡུ་བ་གསུམ་ཡོད་པའི་ནང་ནས་གཉིས་པ་མཚོན་བྱེད་ཀྱི་ཆོས་རྒྱས་པར་བྱེད་པའི་སྐབས་དེ་ལ་ལམ་ཤེས་ཀྱི་ཡན་ལག་ཤེས་པ་དང་ཡན་ལག་ཅན་གྱི་ལམ་ཤེས་ཤེས་པ་གཉིས་ཡོད་པའི་ནང་ནས་གཉིས་པ། ཡན་ལག་ཅན་གྱི་ལམ་ཤེས་ཤེས་པ་ལ་ཤེས་བྱ་ཉན་ཐོས་ཀྱི་ལམ་ཤེས་ལམ། ཤེས་བྱ་ཉན་ཐོས་ཀྱི་ལམ་ཤེས་པའི་ལམ་ཤེས་ཤེས་པ། ཤེས་བྱ་རང་རྒྱལ་གྱི་ལམ་ཤེས་པའི་ལམ་ཤེས་ཤེས་པ། ཤེས་བྱ་བྱང་སེམས་ཀྱི་ལམ་ཤེས་པའི་ལམ་ཤེས་ཤེས་པ་དང་གསུམ་ཡོད་པའི་ནང་ནས་དང་པོ་གོང་དུ་སོང་ནས་གཉིས་པ་ཤེས་བྱ་རང་རྒྱལ་གྱི་ལམ་ཤེས་པའི་ལམ་ཤེས་ཤེས་པ་ལ། ཤེས་བྱའི་ལམ་གྱི་རྣམ་གཞག་ཤེས་པ་དང་རྒྱུ་ངེས་འབྱེད་ཆ་མཐུན་ཤེས་པ་དང་གཉིས་ཡོད་པའི་ནང་ནས། དང་པོར་ཤེས་བྱའི་ལམ་གྱི་རྣམ་གཞག་གོང་དུ་སོང་ནས་གཉིས་པ། རྒྱུ་ངེས་ཀྱི་ཆ་མཐུན་ཞེས་པ་ལ་རྩ་བའི་ས་བཅད་གཉིས་མཚམས་སྦྱར་བ་དང་རྩ་བ་ཞེས་པ་དང་འབྲེལ་བ་ཞེས་པ་གསུམ་ཡོད་པའི་ནང་ནས། དང་པོ་གཉིས་ཁོང་དུ་སོང་ནས་གསུམ་པ་འབྲེལ་བ་ལ། ད་འདི། དེ་རིགས་ག་སོགས་རེད། ཤེས་བྱ་རང་རྒྱལ་གྱི་ལམ་ཤེས་པས་ལམ་ཤེས་ཀྱི་རྒྱུ། སྦྱོར་ལམ་འདི་རེ་ཞིག་ཡོད་རོ། དེ་ལ་དེ་ནས་རྩ་བ་དེ་ལ་མཚམས་སྦྱར་རྩ་བ་འབྲེལ་པ་གསུམ་ཡོད་པའི་ནང་ནས། དེ་ནས། འབྲེལ་བ་ཤེས་པའི་སྐབས་རེ་འདུག་ན། ཤེས་བྱ་དེར་བ། ཤེས་བྱ་རང་སྐྱེ་ཡི་ལམ་ཤེས་པའི་རྒྱུ། སྦྱོར་ལམ་དེ་ག་འདྲ་ཅི་རེད་ཟེར་དུས། མཐོང་ལམ་གྱི་སྐབས་སུ་ཤེས་བྱ་རང་སྐྱིད་ཀྱི་ལམ་མངོན་སུམ་དུ་ཤེས་པའི་ཆེད་དུ། ད་ལྟ། གཟུང་བ་ཆོས་ཀྱི་བདག་མེད། རྟོགས་པའི་རྟོགས་རིགས་བསྒོམས་པས། བྱང་སེམས་སོ་སྐྱེའི་མཁྱེན་པ་དེ་ལ་ཟེར་གྱི་ཡོད་རེད། དེ་སྲིད་གོ་རེ་དེ། ཁོ་འཇོག་ལམ་ཡིན་དུས་དབྱེ་བ་བཞི་ཡོད་རེད། དེ་འདྲའི་དབྱེ་བ་བཞི་དང་བཅས་པ་དེ་རྒྱུ་ངེས་ཀྱི་ཆ་མཐུན་ཡིན་སྲིད་གོ་རེ། ད་དབྱེ་བ་བཞི་པོ་དེ། དེ་ནས་སྦྱོར་ལམ་དྲོད་ཀྱི་དམིགས་རྣམ་གྱི་ཐོག་ནས་བཤད། སྦྱོར་ལམ་རྩེ་མོའི་དམིགས་རྣམ་གྱི་ཐོག་ནས་བཤད། སྦྱོར་ལམ་བཟོད་པའི་དམིགས་རྣམ་གྱི་ཐོག་ནས་བཤད། སྦྱོར་ལམ་ཆོས་མཆོག་གི་དམིགས་རྣམ་ཐོག་ནས་བཤད་སོང་བ་རེད། ད་དང་པོ་བཤད་པར་བ། གཟུགས་ལ་སོགས་པའི་ཆོས་ཀྱི་བརྡ་ལས་བྱུང་བའི་ཆོས་ཉིད་ཀྱི་དང་མི་འགལ་བར་རབ་ཏུ་སྟོན་པ་འདི། དེ་ནས་འདི་རེ་ཁ་གསོ་རེད། རང་རྒྱལ་གྱི་རྟོགས་རིགས་བསྒོམ་པར་བྱེད་པའི་བྱང་སེམས་དྲོད་ཀྱི་དམིགས་རྣམ་བཤད་སོང་བ་རེད། བྱས་ཙང་དེ་ཡིན་དུས་ཆོས་ཅན་དང་སྒྲུབ་མཆོད་གཉིས་ཀར་ཁ་བསྐང་འདི་རྟགས་ཙམ་རེད། བྱས་ཙང་དེ་ཡིན་དུས་ཆོས་ཅན། ཤེས་བྱ་རང་རྒྱལ་གྱི་ལམ་གྱི་རྟོགས་རིགས་བསྒོམ་པའི་བྱང་སེམས་དྲོད་དེ་ཟེར་བ་རེད། དམིགས་པ་ཡང་ཁྱད་པར་ཅན་དང་ལྡན། རྣམ་པ་ཡང་ཁྱད་པར་ཅན་དང་ལྡན་པ་རེད། ག་འདྲ་རེད་ཟེར་དུས། གཟུགས་ལ་སོགས་པའི་ཆོས་ཀྱི་བརྡ་ལས་བྱུང་བའི་རྟག་པའི་ཆོས་ཉིད་དང་མི་འགལ་བར་རབ་ཏུ་སྟོན་པ་སྟེ། དམིགས་ཡུལ་བདེན་བཞི་ལ་དམིགས་ནས། རྣམ་པ། ཀུན་རྫོབ་ཏུ་མིང་དུ་བཏགས་པ་ཙམ་གྱི་ཆོས་རྣམས། གནས་ལུགས་དོན་དམ་ལ། ཆོས་ཉིད་དང་མི་འགལ་བར་སྟོན་པར། སྟོན་ཐུབ་པར་རྟོགས་པའི་འཛིན་སྟངས་ཅན་དེ་རེད་ཟེར་གི་རེད། དེ་གྲོས་ལ་མཇལ་ད་བཙན་མོ། གཟུགས་ལ་སོགས་པ་ལ་དོན་དམ་པར་སྒྲིབ་པ་དང་འཕེལ་བ་མེད་པ་ལ་སོགས་པའི་དོན་དུ་སློབ་པ་སྟེ་དེ་རྟགས་རེད། ཆོས་ཅན་དང་སྒྲུབ་ཆོས་ཁ་སྔོན་རྒྱུ་རེད་བྱས་ཙང། དེ་ཡང་ད་གིན་ན་ཤིང་སྦྱར་ནས་ཆོས་ཅན། དེ་ནས་དེ་རུ་བ་ཁ་གསོ་རེད། ཤེས་བྱ་རང་རྒྱལ་གྱི་ལམ་ཤེས་བྱ་རང་རྒྱལ་གྱི་ལམ་གྱི་རྟོགས་རིགས་བསྒོམས་པས་བྱང་སེམས་རྩེ་མོ་དེས་བསིལ་བར། དམིགས་པ་ཡང་ཁྱད་པར་ཅན་དང་ལྡན་རྣམ་པ་ཡང་ཁྱད་པར་ཅན་དང་ལྡན་པ་རེད་བསིལ་བར་ག་རེ་ཟེར་ན། གཟུགས་ལ་སོགས་པ་ལ་དོན་དམ་པར་དམིགས་པ་དོན་དམ་པར་སྒྲིབ་པ་དང་འཕེལ་བ་ལ་སོགས་པའི་སློབ་པའི་དོན་དུ་སློབ་པ་སྟེ། དེ་ནས་དམིགས་ཡུལ་བདེན་པ་ཞིག་ལ་དམིགས་ནས། དེ་ནས་རྣམ་པ་དོན་དམ་དུ་གཟུགས་སོགས་འཕེལ་འགྲིབ་མེད་པ་ལ་སོགས་པ་རྟོགས་པའི་འཛིན་སྟངས་ཅན་རེད་ཟེར་བ་རེད། ད་འདི་རྩེད་མོ་ལ་འཆར་ད་ཆོས་མཆོག་དེ་ཡང་ཆོས་ཅན་དང་སྒྲུབ་མཆོད་ཁ་བསྐང། འདི་ནི་ཤེས་པའི་རྟགས་རེད། ངོ་བོ་ཉིད་ཀྱིས་སྟོང་པའི་ཕྱིར་གཟུགས་ལ་སོགས་པ་ལ་ནང་དང་ཕྱི་ལ་སོགས་པ་སྟོང་པ་ཉིད་ཡིན་ཡོངས་སུ་མི་འཛིན་པ་རྟགས་བཤད་པ་རེད། ཞེས་རོ། བྱེད་དང་ཆོས་ཅན་ཁ་བསྐང་དུས། དེ་ནི་ཤེས་བྱའི་རང་རྒྱལ་གྱི་ལམ་གྱིས་རྟོགས་རིགས་བསྒོམ་པར་བྱེད་པའི་བྱང་སེམས། སྦྱོར་ལམ་གྱི། བཟོད་པ་དེས་དམིགས་པ་ཡང་ཁྱད་པར་ཅན་དང་ལྡན་རྣམ་པ་ཡང་ཁྱད་པར་ཅན་དང་ལྡན་པ་རེས་ག་འདྲ་རེས་དུས་ངོ་བོ་ཉིད་ཀྱིས་སྟོང་པ་ཉིད་གཟུགས་ལ་སོགས་པ་ལ་ཕྱི་དང་ནང་ལ་སོགས་པ་སྟོང་པ་ཡོངས་སུ་མི་འཛིན་པ་སྟེ། དེ་ནས་གནས་ལུགས་ལ་ནང་སྟོང་པ་ཉིད་ལ་སོགས་པ་ཡིན་པའི་རྒྱུ་མཚན་གྱིས་དོན་དམ་དུ་གཟུགས་སོགས་མ་དམིགས། པར་རྟོགས་པའི་འཛིན་སྟངས་ཅན་དེ་རེད་ཟེར་དགོས། དེ་ནི་བཟོད་པ་ལ་བྱས་དང་ད་དེ་ནི་ཆོས་མཆོག་རེད། གཟུགས་ལ་སོགས་བ་སྐྱེ་བ་སྐྱེ་བ་དང་འགག་པ་ལ་སོགས་བ་མེད་པ་ཞེས་བྱ་བ་པར་དུ་དེ་ནི་ད་ཆོས་མཆོག་གི་རྨི་ལམ་དེ་ཤེས་དགོས་པ་རེད་བྱས་ཙང་འདི་ལ་ཆོས་ཅན་ཡང་ཁ་གང་སྒྲུབ་ཆོས་ཡང་ཁ་གང་དེ་ནས་ཤེས་པ་ལྟར་བ་བྱས་ཙང་དེ་ཡིན་དུས་ཤེས་བྱའི་རང་རྒྱལ་གྱི་ལམ་གྱི་རྟོགས་རིགས་བསྒོམས་པའི་བྱང་སེམས། སྦྱོར་ལམ་གྱི་ཆོས་མཆོག་དེས། དམིགས་པ་ཡང་ཁྱད་པར་ཅན་དང་ལྡན། རྣམ་པ་ཡང་ཁྱད་པར་ཅན་དང་ལྡན་པ་རེད། ག་འདྲ་རེད་ཟེར་དུས་གཟུགས་ལ་སོགས་པ་ལ་སྐྱེ་བ་དང་འགག་པ་ལ་སོགས་མེད་པ་ཞེས་བྱ་བའི་ཏེ། དེ་ནས་དམིགས་ཡུལ་ལྡན་པ་ཞིག་ལ་དམིགས་ནས་རྣམ་པ། གནས་ལུགས་ལ་གཟུགས་སོགས་སྐྱེ་འགག་དང་བྲལ་བ་སོགས་དུ་རྟོགས་པའི་འཛིན་སྟངས་ཅན་རེད་ཟེར་བ་རེད། འོ་འདི་གི་ད་ནི་འདི་ལྟ་གང་ལྟར་ཤེས་བྱ་རང་རྒྱལ་གྱི་ལམ་ཤེས་པས་ལམ་ཤེས་ཀྱི་རྒྱུ་ངེས་བརྗོད་ཆ་མཐུན་དེ། དེ་ནས་དྲོད་སོགས་བཞིའི་རྣམ་པ་དང་བཅས་པའི་སྒོ་ནས་ཤེས་སོང་བ་རེད། ད་དེ་ནི་ཐ་མ་དོན་བསྡུས་འགྲུབ་བོ་རེད། རྣམ་པ་རྣམས་ཀྱིས་གོ་རིམ་བཞིན་དུ་བདེན་པ་བཞིའི་དམིགས་པ་ལ་ངེས་པར་འབྱེད་པའི་ཆ་དང་མཐུན་པ་ཟེར་དུས་ཚིག་གོ་རང་སྐྲག་སོང་ན་ཡང། བདེན་པ་བཞི་ལ་བདེན་པ་བཞིའི་དམིགས་པ་ལ་སོགས་དང་པོར་བཤད། དེ་ནས། གོ་རིམ་བཞིན་དུ་རྣམ་པ་རྣམས་ཀྱིས་ངེས་པར་འབྱེད་པའི་ཆ་དང་མཐུན་པ་སྐྱེ་བ་ཡིན་ནོ་ཞེས་འདོད་རེ་སྐྱེས། བདེན་པ་བཞིའི་དམིགས་པ་ལ་སྟེ། དམིགས་ཡུལ་བདེན་པ་བཞི་ལ་དམིགས་ནས། དྲོད་ལ་སོགས་པ། དེ་ནས་སྦྱོར་ལམ་བཞི་པོ་དེ་གོ་རིམ་བཞིན་དུ། སྔར་བཤད་པའི་རྣམ་པ་རྣམས་ཀྱིས་བསྒོམ་བཞག་པ་ཡིན་ན། དེ་ནས། ཤེས་བྱ་རང་རྒྱལ་གྱི་ལམ་ཤེས་པའི་རྒྱུ། ངེས་པར་འབྱེད་པའི་ཆ་དང་མཐུན་པར་ཟད་དེ་ཆགས་འགྲོ་བ། འདི་ཆགས་ན་སྐྱེ་བ་ཡིན་ནོ། དེ་ནས་ཤེས་བྱ་རང་རྒྱལ་གྱི་ལམ་ཤེས་པའི་ལམ་ཤེས་འབྱུང་བ་ཡིན་ཟེར་བ་རེད། ཡང་ན་སྡོམ་བསྐྱེད་ན་འགྲིག་རེད། རྣམ་པ་རྣམ་བསྐྱེད་གོ་རིམ་བཞིན་དུ་བདེན་པ་བཞིའི་དམིགས་པ་ལ་ངེས་པར་འབྱིན་པའི་ཆ་དང་མཐུན་པ་སྟེ། དེ་ནས། ཤེས་བྱ་རང་རྒྱལ་གྱི་ལམ་ཤེས་པའི་ཆེད་དུ། ཤེས་བྱ་རང་རྒྱལ་གྱི་ལམ་མངོན་སུམ་དུ་ཤེས་པའི་ཆེད་དུ། གཟུང་བ་ཆོས་ཀྱི་བདག་མེད་ཀྱི་རྟོགས་རིགས་བསྒོམ་པའི་བྱང་སེམས། སོ་སྐྱེའི་མཁྱེན་པ་དེས་བསྲེ་བ་རེ། ཡོད་ན་སྐྱེ་བ་ཡིན་ནོ། ཤེས་བྱ་རང་རྒྱལ་གྱི་ལམ་ཤེས་པས་ལམ་ཤེས་ཏེ་འབྱུང་བ་ཡིན་བསྲེ་བ་རེ། འདི་ཤེས་ན་འགྲིག་ཡོད་རེ་བ་འདུག་བྱས། མདོར་ན་འདིའི་སྐབས་སུ། ཤེས་བྱ་རང་རྒྱལ་གྱི་ལམ་ཤེས་པས་ལམ་ཤེས་ཀྱི་རྒྱུ། ངེས་འབྱེད་ཆ་མཐུན་ནམ་སྦྱོར་ལམ་དེ་བཤད་པ་རེད། དེའི་དོན་དག་འདྲ་བོ་ག་རེ་ཟེར་དུས། ཤེས་བྱ་རང་སྒེར་གྱི་ལམ་ཤེས་པའི་ལམ་ཤེས་ཀྱི་རྒྱུ། སྦྱོར་ལམ་དེ། དེ་ནི་འདི་འདྲ་ཅི་རེད་ག་སོགས་རེད། དམིགས་ཡུལ། ཤེས་བྱ་རང་སྒེར་གྱི་ལམ་མངོན་སུམ་དུ་ཤེས་པའི་ཆེད་དུ། ད་ལྟ། གཟུང་བ་ཆོས་ཀྱི་བདག་མེད་རྟོགས་པའི་རྟོགས་རིགས་དེ། བསྒོམས་པས། བྱང་སེམས་སོ་སོའི་སྐྱེས་བུའི་མཁྱེན་པ་དེ་ལ། ཨ་ནི། ངས་འདིའི་ངེས་འབྱེད་འཆད་དོན་ནི་ཟེར་བ་རེད་ཨོ་འདི་ཤེས་སོང་རེད། ད་དེ་ནས་གསུམ་པ། ཤེས་བྱ་བྱང་སེམས་ཀྱི་ལམ་ཞེས་པའི་ལམ་ཤེས་ཤིག་ཡོད་རེད། ཟབ་ཆོས་གསུམ་པ་དེ་རེད། དེ་ལ་ཡང། དེ་ནས། མཚམས་སྦྱར་ཞེས་པ་དང་སོ་སོའི་རང་བཞིན་ཞེས་པ་གཉིས་ཡོད་པའི་ནང་ནས་དང་པོ་མཚམས་སྦྱར་རེད། ད། དེར་བ་ཤེས་བྱ་ནས་ཤེས་བྱ་བྱང་སེམས་ཀྱི་ལམ་ཤེས་པའི་ལམ་ཤེས་ཟེར་ན་ག་འདྲ་ཅིག་རེད་ཟེར་བ་ཡིན་ན། དེ་ནས། གདུལ་བྱ་བྱང་སེམས་ཀྱི་རིགས་ཅན། རྗེས་སུ་བཟུང་བ་དང། རང་ཉིད་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ། ཤེས་བྱ་བྱང་སེམས་ཀྱི་ལམ་སྤྲོས་བྲལ་མངོན་སུམ་དུ་རྟོགས་པའི་ལམ་ཤེས་དེ་ལ་ནི། ཤེས་བྱ་བྱང་སེམས་ཀྱི་ལམ་ཤེས་པའི་ལམ་ཞེས་ཟེར་གྱི་རེད། དེ་ལ་དབྱེ་ན་གཉིས་འདྲ་བྱེད་པར་མཐོང་ལམ་དང་སྒོམ་ལམ་ཟེར་ཡོད་རེད། ད་རིམ་པ་བཞིན་དུ་མ་ཐོན་ཡོང་གི་རེད། ད་ལྟ་དངོས་སུ་ཐོན་ཡ་དེ་མཐོང་ལམ་རེད་དེ་མགོ་ནོན་ཡ་དེ་མ་བཤད་འདུག་རེད་མདོར་ན་ད་གལ་ཆེན་པོ་བྱས་ནི། འདིའི་སྐབས་སུ་ཤེས་བྱ། བྱང་སེམས་ཀྱི་ལམ་ཤེས་པའི་ལམ་ཤེས་དེ་བཤད་གི་ཡོད་རེད། དེ་ནས། ཤེས་བྱ་བྱང་སེམས་ཀྱི་ལམ་ཟེར་ན་གང་དང་པོ་ཤེས་བྱ་བྱང་སེམས་ཀྱི་ལམ་ཟེར་ན་གང་འདྲ་བྱས་ལ་ཟེར་གི་རེད་ཟེར་ན། རྟོགས་རིགས་གསུམ་ཡོད་པའི་ནང་ནས། འཛིན་པ་ཆོས་ཀྱི་བདག་མེད། རྟོགས་པའི་རྟོགས་རིགས་ཡིན་མཁན། དེ་ནས་ཤེས་སྒྲིབ་འཛིན་རྟོག་གི་གཉེན་པོ་བྱེད་པའི་རིགས་ཡིན་མཁན། དེ་འདྲ་དེ། ཤེས་བྱ་བྱང་སེམས་ཀྱི་ལམ་རེད་ཟེར་རྒྱུ་རེད། ད་དེ་འདྲའི་ཤེས་བྱ་བྱང་སེམས་ཀྱི་ལམ་དེ་ཤེས་པའི་ལམ་ཤེས་དེ་ག་འདྲ་རེད་ཟེར་དུས། ཨ་ནི། དམིགས་ཡུལ། གདུལ་བྱ་ཐེག་ཆེན་གྱི་རིགས་ཅན་རྗེས་སུ་བཟུང་བ་དང། རང་ཉིད་མ་འོངས་པ་ན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ། དེ་ནི་ཤེས་བྱ་བྱང་སེམས་ཀྱི་ལམ། སྤྲོས་བྲལ་མངོན་སུམ་ལ་རྟོགས་པའི། བྱང་སེམས་འཕགས་པའི་མཁྱེན་པ་དེ་ལ། སྐབས་འདི་ནས་བསྟན་པའི་ལམ་བཤད་ཟེར་དེ་རེད། དབྱེ་ན་མཐོང་ལམ་དང་སྒོམ་ལམ་གཉིས་ཡོད་རེད། ད་ལྟ་བཤད་དེ་མཐོང་ལམ་ཞིག་གོ་རེད། བྱས་ཙང་འདིའི་སྐབས་སུ་བཤད་པའི་མཐོང་ལམ་དེ་ག་འདྲ་རེད་ཟེར་དུས། ཤེས་བྱ། བྱང་སེམས་ཀྱི་ལམ་ཞེས་པའི་ལམ་ཤེས་བཤད་པའི་སྐབས་ཀྱི་མཐོང་ལམ་དེ་ག་འདྲ་ཅིག་རེད་ཟེར་དུས། ཆོས་དབྱིངས་རང་བཞིན་རྣམ་དག་རང་བཞིན་རྣམ་དག་གི་ཆོས་དབྱིངས་དང་པོར་མངོན་སུམ་དུ་མཐོང་བའི་མཉམ་གཞག་གི་སྐད་ཅིག་ཕྲེང་བ་ཡིན་མཁན། ཚེ་འདི་དང་ཕྱི་མ་ལ་ཕན་པའི་ཕན་ཡོན་གྱི་ཡོན་ཏན་དང་ལྡན་པ་ཡིན་མཁན། དེ་འདྲའི་གཅིག་ལ། ཨ་ནི་ད་ལྟ་དེ། ཤེས་བྱ་བྱང་སེམས་ཀྱི་ལམ་ཤེས་པའི་ལམ་ཤེས་ཀྱི་སྐབས་སུ་བཤད་པའི་མཐོང་ལམ་ཟེར་དེ་རེད་ཨོ་འདི་ཤེས་ཀྱི་ཨོ་རེད། འདི་ཤེས་པ་ལ། དེ་ནས་མཚམས་སྦྱར་ཤེས་པ་དང་སོ་སོའི་རང་བཞིན་ཤེས་པ་གཉིས་ཡོད་པའི་ནང་ནས་དང་པོ་མཚམས་སྦྱར་རེད། རང་སངས་རྒྱས་ཀྱི་ལམ་དུ་འཇུག་འཇུག་ཐོག་སུ། བྱང་ཆུབ་སེམས་པའི་ལམ་ཟེར། འདི། སྒྲུབ་ཆོས་རེད་ཆོས་ཅན་དང་ཐག་རྟགས་ཁ་བསྐང་རྒྱུ་རེད། ཆོས་ཅན། དཔེར་ན་བྱམས་པ་མགོན་པོ་འདྲ་བོ་ཤར་ན་འགྲིག་རེད། མདོར་ན། རྗེ་བཙུན་བྱམས་པ་མགོན་པོས། རང་སངས་རྒྱས་ཀྱི་ལམ་གྱི་མཇུག་ཐོགས་སུ་བྱང་ཆུབ་སེམས་དཔའི་ལམ་སྟེ། ཤེས་བྱ་རང་རྒྱལ་གྱི་ལམ་ཞེས་པའི་ལམ་ཤེས་ཀྱི་འོག་ཏུ། ཤེས་བྱ་བྱང་སེམས་ཀྱི་ལམ་ཞེས་པའི་ལམ་ཤེས་བཤད་པ་ལ་རྒྱུ་མཚན་ཆེན་པོ་ཡོད་རེད་ཟེར་བ་རེད། ཡང་ན། དེ་འདྲ་བྱས་ནས་ཡང་ན། རང་སངས་རྒྱས་ཀྱི་ལམ་གྱི་མཇུག་ཐོགས་སུ་སྟེ། ཤེས་བྱ་རང་རྒྱལ་གྱི་ལམ་ཞེས་པས་ཤེས་བྱ་རང་རྒྱལ་གྱི་ལམ་གྱི་མཇུག་ཐོགས་སུ། བྱང་ཆུབ་སེམས་དཔའི་ལམ་སྟེ་ཤེས་བྱ་བྱང་སེམས་ཀྱི་ལམ་ཞེས་པ་ལ་རྒྱུ་མཚན་ཡོད་རེད་ཟེར་བས་སྐྱིད་ཀར་སྦྱར་ན་གཅིག་པ་གཅིག་རྐྱང་རེད། ད་ལྟ་ཞུས་པ་ན་ཤེས་ན་དཔེར་ན། རང་སངས་རྒྱས་ཀྱི་ལམ་གྱི་མཇུག་ཐོགས་སུ་བྱང་སེམས་ཀྱི་ལམ་སྟེ། རྗེ་བཙུན་བྱམས་པ་མགོན་པོས། ཤེས་བྱ་རང་རྒྱལ་གྱི་ལམ་གྱི་མཇུག་ཐོགས་སུ། ཤེས་བྱ་བྱང་སེམས་ཀྱི་ལམ་ཞེས་པ་ལ་རྒྱུ་མཚན་ཆེན་པོ་ཡོད་རེད། རྒྱུ་མཚན་ག་རེ་ཟེར་ན། ཤེས་བྱ་རང་རྒྱལ་གྱི་ལམ་དེ་དམན་པ་དང། ཤེས་བྱ་བྱང་སེམས་ཀྱི་ལམ་དེ་ཡག་ཡོད་པ་ཡིན་དུས། ཨ་ནི་དམན་པ་སྐྱོ་བ་དེ་སྔོན་ལ་ཤེས་ཡག་དེ་མཇུག་ལ་ཤེས་ནས་དམན་ཆོག་གི་གོ་རིམ་ལ་བསམ་བློ་བཏང་ནས་ཨ་ནི་ད་ལྟ་དེ་འདྲས་ཤེས་པ་རེད། ད་མཚམས་སྦྱར་རེད། དེ་ནས་སོ་སོའི་རང་བཞིན་ཤེས་པ་སོ་སོའི་རང་བཞིན་ཤེས་པ་ལ། དེ་ནས་སྐབས་འདི་ནས་བསྟན་པའི་མཐོང་ལམ་ཤེས་པ་སྐབས་འདི་ནས་བསྟན་པའི་འགོག་ལམ་ཤེས་པ་གཉིས་ཡོད་རེད། ཤེས་བྱ་བྱང་སེམས་ཀྱི་ལམ་ཤེས་པའི་ལམ་ཤེས་ཤེས་པའི་སྐབས་ནས་བསྟན་པའི་མཐོང་ལམ་དང་འགོག་ལམ་གཉིས་ཡོད་པའི་ནང་ནས་དང་པོ་མཐོང་ལམ་ཤེས་པ་རེད། མཐོང་ལམ་ཤེས་པ་ལ་ཡེ་ཤེས་མདོར་བསྟན། རྣམ་པ་རྒྱས་པར་བཤད་པ་དང་གཞན་གྱི་ལོག་རྟོག་འགག་པ་གསུམ་ཡོད་པའི་ནང་ནས་དང་པོ་ཡེ་ཤེས་མདོར་བསྟན་པ་རེད། དེ་ལ་རྩ་བ་ཞེས་པ་དང་འབྲེལ་བ་ཞེས་པ་གཉིས་ཡོད་པ་ནི་དང་པོ་རྩ་བ། བདེན་དང་བདེན་ལ་བཟོད་པ་དང་ཤེས་པའི་སྐད་ཅིག་རྣམ་ཤེས་ལམ་ཤེས་གཉིས་ལ་མཐོང་བའི་ལམ་ཕན་ཡོན་བྱེད་པ་འདི་བཤད་དོ་ཞེས་བྱ་བ་གསུངས་ཏེ། འདི་གིས་དེ་ནས། མདོར་བསྟན་ཡེ་ཤེས་དེ་བཤད་སོང་བར་རྩ་བའི་ཐོག་ནས་ད་གཉིས་པ་འབྲེལ་བ་ཤེས་པ་ལ་ཟེར་བ་རེད། ལམ་ཤེས་པ་ཉིད་ཀྱི་སྐབས་སུ་བྱང་ཆུབ་སེམས་དཔའི་ཆོས་ཤེས་པའི་བཟོད་པ་ལ་སོགས་པ་དེ་ཟེར་བ་རེད། ད་འདིའི་སྐབས་སུ། དེ་ནས་ཡིག་ཕྲེང་གཉིས་པ། ཆོས་ཤེས་པའི་བཟོད་པ། ཆོས་ཤེས་པ། རྗེས་སུ་ཤེས་པའི་བཟོད་པ། རྗེས་སུ་ཤེས་པ། ཞེས་བྱ་བ་བཟོད་པ་དང་ཤེས་པའི་སྐད་ཅིག་མ་བཞི་པོ་སོ་སོར། བསྡུ་སྔོན་ལ་སོགས་པའི་བདེན་པ་དང་འབྲེལ་པ་དག་དང་ལྡན་པ་བར་དུ་ཆོས་ཅན་རེད། འདི་གོ་བདེ་པོ་རེད་ག་སོགས་རེད་ཟེར་ན། དཔེར་ན་དེར་བ། མཐོང་ལམ་སྐད་ཅིག་དང་པོ་ལ་བསྡུ་སྔོན། ཆུད་ཟོས་གཉིས་པ་ལ་བསྡུ་སྔོན། ཆོས་ཤེས་གསུམ་པ་ལ་བསྡུ་སྔོན་རྗེས་སུ་ཞི་བ་ལ་བསྡུ་སྔོན། རྗེས་ཤེས་བཏགས་པ་རེད། དེ་ནི་ལྔ་བ་ལ་ཀུན་འབྱུང་རྗེས་བཟོད། དེ་ནི་ཀུན་འབྱུང། ཀུན་འབྱུང་ཆོས་བཟོད་ཆོས་ཤེས། ཨན། དེ་ནི་མ་བརྟགས་སྒྲོ་སྐུར་བ་དེ་འདྲའི་མཐོང་ལམ་སྐད་ཅིག་བཅུ་དྲུག་བཏགས་ཡ་རེད། བཤད་ཚན་གོ་བདེ་བོ་ཡོད་པ་འདི་བཤད་ཚན་དེ་ཡིན་དུས། ཆོས་བཤད་པའི་བཟོད་པ་དང་བར་མ་ད་ལྟ་དེ་རིམ་པ་དེ་བར་མ་ཡོང་གི་འདུག་དེ་དུས་བཤད་བཤད་འགྲིག་རེད། མདོར་ན། ཆོས་བཤད་པའི་བཟོད་པ་དང་ཆོས་བཤད་པ་དང་རྗེས་སུ་བཤད་པའི་བཟོད་པ་དང་རྗེས་སུ་ཞེས་བྱ་བ་བཟོད་པ་དང་ཤེས་པའི་སྐད་ཅིག་མ་བཞི་པོ། སོ་སོར་སྡུག་བསྔལ་ལ་སོགས་པའི་བདེན་པ་དག་དང་འབྲེལ་པ་བར་དུ་ཆོས་ཅན། རེད་དེ། སྡུག་བསྔལ་ལ་སོགས་པའི་བདེན་པ་བཞི་ལ། ཨ་ནི། ཆོས་བཟོད་ཆོས་ཤེས་རྗེས་བཟོད་རྗེས་ཤེས་བཞིའི་ཤེས་སྦྱར་ཡས་རེད། དེ་སྦྱར་འགྲོ་དུས་བཅུ་དྲུག་ཆ་དྲུག་རུ་བ་བཅུ་དྲུག་ཆ་དྲུག་དཔེར་ན། བསྡུ་དངོས་བསྟན་པ་ལ་ཡང་བཞིས་བྱེད་ན་མཐོང་ལམ་སྐད་ཅིག་དང་པོ་བཞི། ཀུན་འབྱུང་བསྟན་པ་ལ་བཞིས་བྱེད་དུ་དེ་ནི་མཐོང་ལམ་སྐད་ཅིག་ལྔ་བ་ནས་བརྒྱད་པའི་བར། དེ་ནས་འགོག་པའི་བསྟན་པ་ལ་བཞིས་བྱེད་དུ་དགུ་བ་ནས་བཅུ་གཉིས་བར། དེ་ནས་ད་ནི་དེ་ལམ་གྱི་བསྟན་པ་ལ་བཞིས་བྱེད་དུ་མཐོང་ལམ་སྐད་ཅིག་བཅུ་གསུམ་ནས་བཅུ་དྲུག་བར་ཆ་དྲུག་རེད་ད་དེ་གཟིགས་དགོས་པ་རེད། དེ་འདྲའི་ཚིག་ལེགས་པ་དོན་དག་ལ། ད་འདི་ཆ་ཚང་སྡོམ་ནས་ཆོས་ཅན་ཆགས་ཀྱི་རེད། ཆོས་ཤེས་པའི་བཟོད་པ་དང། ཆོས་ཤེས་པ་དང། རྗེས་སུ་ཤེས་པའི་བཟོད་པ་དང་རྗེས་སུ་ཤེས་པ་ཞེས་བྱ་བ་བཟོད་པ་དང་ཤེས་པའི་སྐད་ཅིག་ཤེས་པོ་སོ་སོར་སྡུག་བསྔལ་ལ་སོགས་པའི་བདེན་པ་དང་བྲལ་བ་དག་དང་ལྡན་པ་སྟེ། བྱང་སེམས་ཀྱིས། དེ་ནས། མཐོང་ལམ། ཆོས་བཟོད། སྐད་ཅིག་མ་བཅུ་དྲུག་པོ་དེས་གཟིགས་པ་རེད། ད་དེ་ནི་ཆོས་ཅན་རེད་དེས་གཟིགས་པ་རེད། ལམ་ཤེས་པ་ཉིད་ཀྱི་སྐབས་སུ་བྱང་ཆུབ་སེམས་དཔས་བསྒོམ་པར་བྱ་བ་ནི་མཐོང་ལམ་སེལ་མདོ་མེད་རེད། ལམ་ཤེས་པ་ཉིད་ཀྱི་སྐབས་སུ་བྱང་ཆུབ་སེམས་དཔས་བསྒོམ་པར་བྱ་བ་ནི་མཐོང་ལམ་སྟེ། དེ་ནི་ལམ་ཤེས། ད་ཤེས་བྱ། བྱང་སེམས་ཀྱི་ལམ་ཤེས་པའི་སྐབས་སུ། བཤད་རྒྱུད། དེ་ནས་ད་འདྲ་དེ་བཤད་རྒྱུད། ཐེག་ཆེན་མཐོང་ལམ་རེད་ཟེར་དགོས། རྒྱུ་མཚན་ག་རེད་ཟེར་ན། འདི་དང་གཞན་པའི་ཡོན་ཏན་དག་དང་ཕན་ཡོན་ཆེན་པོ་ཞེས་བརྗོད་དོ་སྟེ། དེ་ནས་རང་བཞིན་རྣམ་དག་གི་ཆོས་དབྱིངས་དང་པོར་མངོན་སུམ་མཐོང་བས། མཉམ་གཞག་གི་སྐད་ཅིག་རིམ་པ་ཡིན་མཁན། སེམས་འདི་ཕྱིའི་ཕན་ཡོན་གྱི་ཡོན་ཏན་དང་ལྡན་པ་དེ་རེད་ཟེར་བ་རེད། འོ་འདི་ཤེས་སོང་རེད་མདོར་ན། ད་འདིར་མཐོང་ལམ་སྐད་ཅིག་བཅུ་དྲུག་དེ་མདོར་ན་ཚིག་བསྒྱུར་ན། མཐོང་ལམ་སྐད་ཅིག་བཅུ་དྲུག་དེ། ལམ་ཤེས་ཤེས་པའི་སྐབས་ཀྱི་མཐོང་ལམ་རེད་ཟེར་བ་རེད། རྒྱུ་མཚན་ག་རེད་ཟེར་ན། དེ་ནི་རང་བཞིན་རྣམ་དག་གི་ཆོས་དབྱིངས་དང་པོར་མཐོང་བའི་མཉམ་བཞག་གི། སྐད་ཅིག། བར་མ་ཆད་པ་བཅུ་དྲུག་ཡོངས་འདས་པ་དེ་དང། དེ་ནས་ཚེ་འདི་ཕྱི་གཉིས་ཀ་ལ་ཕན་པའི་ཕན་ཡོན་ཡོད་མཁན་གྱི་རེད་ཟེར་བ་རེད་འདི་ཤེས་སོང་རེད། མདོར་ན་འདིར་བ། བྱང་སེམས་ཀྱི་ཆོས་བཟོད། བྱང་སེམས་ཀྱི་ཆོས་བཟོད་རྗེས་བཟོད། སྐད་ཅིག་བཅུ་དྲུག་པོ་དེ་ཆོས་ཅན་ཟེར་བ་རེད། ལམ་ཤེས་ཤེས་པའི་སྐབས་ཀྱི་མཐོང་ལམ་ཡིན་ཏེ། རང་བཞིན་རྣམ་དག་གི་ཆོས་དབྱིངས་དང་པོར་མཐོང་བའི་མཉམ་གཞག་གི་རྒྱུན་གྱི་ཁོངས་སུ་གཏོགས་པའི་མཁྱེན་པ་ཡང་ཡིན་མཁྱེན། ཚེ་འདི་ཕྱིའི་ཕན་ཡོན་གྱི་གཉིས་དང་ལྡན་པ་དེ་ཡིན་པའི་ཕྱིར་གཟིགས་པ་རེད། འདི་གོ་བདེ་པོ་རེད་འདི་འདྲི་བྱེད་ནི། མདོར་ན། འདིའི་སྐབས་འདིའི་སྐབས་ཀྱི་མཐོང་ལམ་དེ་གོ་ན་གོ་བདེ་བས་ཅི་ལྟ། གནས་ལུགས་ལ་གཉིས་ཡོར་བ། རང་བཞིན་རྣམ་དག་དང་གློ་བུར་དྲི་འདྲེལ་ཟེར་རང་བཞིན་རྣམ་དག་ཟེར་ན། ཁྱོད་ཀྱིས་གནས་ལུགས་དེ་ལ་དང་པོ་ནས་དྲི་མས་གོས་མ་མྱོང་པ་དེ་རང་བཞིན་རྣམ་དག་ཟེར་བ་རེད། དེ་ནས་གློ་བུར་དྲི་འདྲེལ་ཟེར་ན། ཁྱོད་ཀྱིས་གནས་ལུགས་དེ་ལ། དེ་ནས། སྤང་བྱ། གཉེན་པོའི་སྟོབས་ཀྱིས་སྤང་བྱ་དང་བྲལ་སོང་བ་དེ་ལ་གློ་བུར་དྲི་འདྲེལ་ཟེར་བ་རེད། དེ་འདྲ་གཉིས་ཡོད་པས་ན་ད་ལྟ་རང་བཞིན་རྣམ་དག་ཁོ་ནས་ཤེས་དགོས་རེད། བྱས་ཙང་ད་འདི། དང་པོ། འགྲོ་སྟངས་འདྲ་བོ་སྟེ། ཆོས་ཤེས་པའི་བཟོད་པ་དང་རྗེས་སུ་ཤེས་པ་དང། རྗེས་སུ་ཤེས་པའི་བཟོད་པ་དང་རྗེས་སུ་ཤེས་པ་ཞེས་བྱ་བ་བཟོད་པ་དང་ཤེས་པའི་སྐད་ཅིག་མ་བཞི་པོ་སོ་སོར་སྡུག་བསྔལ་ལ་སོགས་པ་བདེན་པ་དག་དང་འབྲེལ་པ་འདི་འབྲེལ་པ་དག་དང་ལྡན་པ་སྟེ། བྱང་ཆུབ་སེམས་དཔའི། དེ་ནས། མཐོང་ལམ། ཆུད་ཟོས་ཆུད་གཤིས། རྗེས་ཟོས་རྗེས་གཤིས། དེ་འདྲའི་ཆེད་ནི་སྐད་ཅིག་བཅུ་དྲུག་ཡོང་བ་དེ་ཆོས་ཅན་མི་སྲིད་པ་རེད། ལམ་ཤེས་པ་གཉིས་ཀྱི་སྐབས་སུ་བྱང་ཆུབ་སེམས་དཔས་བསྒོམ་པར་བྱ་བའི་མཐོང་ལམ་སྟེ། ཤེས་བྱ་བྱང་སེམས་ཀྱིས་ལམ་ཤེས་པའི་ལམ་ཤེས་ཀྱི་སྐབས་སུ་ཤེས་རྒྱུའི་ཐེག་ཆེན་མཐོང་ལམ་དེ་རེད་སྲིད་པ་རེད། རྒྱུ་མཚན་ག་རེ་ཟང་འདི་དང་གཞན་པའི་ཡོན་ཏན་དག་དང། དག་དང་ལྡན་པ། ཕན་ཡོན་ཆེན་པོ་ཞེས་བརྗོད་དོ་སྟེ། དེ་ནི་རང་བཞིན་རྣམ་དག་གི་ཆོས་དབྱིངས་དང་པོར་མངོན་སུམ་དུ་མཐོང་བའི་མཉམ་གཞག་གི་སྐད་ཅིག་ཕྲེང་བ་བཅུ་དྲུག་པོ་དེ་ཡིན་པ་སྟེང་དུ། ཚེ་འདི་བཅུའི་ཕན་ཡོན་གཉིས་དང་ལྡན་པ་དེ་ཡིན་པའི་ཕྱིར་ཟེར་བ་རེད། འོ་འདུག་ཆེས་མཁྱེན་པ་རེད་འདི་ལ། དེ་ནས་ཡེ་ཤེས་མདོར་བསྟན་གསལ་བཤད་པ་རེད། ད། རྣམ་པ་རྒྱས་པར་ཤེས་དགོས་རེད་ད་དེ། མཐོང། ཐེག་ཆེན་མཐོང་སྐབས་འདིར་བསྟན་གྱི་ཐེག་ཆེན་མཐོང་ལམ་གྱི་རྣམ་པ་རྒྱས་པར་བཤད་པ་རེད་དེའི་མགོ་ནས་ཐེག་ཆེན་མཐོང་ལམ་དེ་བཤད་སོང་བ་རེད། བྱས་ཙང་དེ་ཡིན་དུས་རྣམ་པ་རྒྱས་པར་བཤད་པ་ལ། མཚམས་སྦྱར་བ་རྩ་བ་ཤེས་པ་འབྲེལ་བ་ཤེས་པ། དེ་ནི་གསུམ་ཡོད་པས་ན་དང་པོ་མཚམས་སྦྱར་རྣམ་པ་ཇི་ལྟ་བུ་བསྒོམ་པར་བྱ་ཟེར་ན་ད། དེ་ནི་ཤེས་བྱ་བྱང་སེམས་ཀྱི་ལམ་ཤེས་པའི་ལམ་ཤེས་ཀྱི་སྐབས་སུ་ཤེས་པའི་མཐོང་ལམ་གྱིས། རྣམ་པ་དེ་ག་འདྲ་ཅིག་རེད་དྲིས་པ་རེད། རེ་བ་དེ་རེད། ད་དེ་ནི། དེ་ནི། ཟབ་བྱེད་དང་པོ་རྫོགས་ནི་གཉིས་པ། དེ་ནི་རྩ་བ་ཤེས་པ་རེད། དེ་བཞིན་ཉིད་དང་སངས་རྒྱས་དག་ཕན་ཚུན་བསྟན་པ་གཏན་མེད་ཕྱིར། རྣམ་གྲངས་ཁས་མི་ལེན་པ་དང་ཆེན་པོ་ཚད་མེད། ཚད་མ་མེད་ཅེས་དང། ཚད་མ་མེད་པ། ཚད་མེད་པ་དང་ཐ་མལ་དང། དེ་ནས་གཟུགས་ལ་སོགས་པ་ལ་སངས་རྒྱས་ཉིད་དུ་ངེས་འཛིན་ཅིང། བླ་མེད་དོར་བ་མེད་སོགས་དང། བྱམས་ལ་སོགས་དང་སྟོང་ཉིད་དང་སངས་རྒྱས་ཉིད་ནས་ཐོབ་པ་དང་རྣམ་པར་བྱང་ཀུན་ཡོངས་འདུས་དང། ཉམ་ང་བ་དང་ནད་ཀུན་སེལ་མྱ་ངན་འདས་མཚན་ཞི་ཉིད་དང་སངས་རྒྱས་རྣམས་ཀྱི་གསུང་ལ་སོགས་སྲུང་མའི་བཅུད་ལ་སོགས་པ་ལ་རྣམ་པ་ཀུན་གྱི་ཚུལ་ལ་ནས་བདག་ཉིད་གནས་ཏེ་སེམས་ཅན་དང་གོས་དང་སྦྱིན་ལ་སོགས་པ། གོས་དང་སྦྱིན་པ་ལ་སོགས་པའི་རྫོགས་པའི་བྱང་ཆུབ་ཏུ་བསྔོ་བ། ལམ་ཤེས་ཉིད་ཀྱིས་སྐད་ཅིག་མ་ཞེས་བྱ་བ་གསུངས་ཏེ། ས་འདིའི་བར་དུ།

འདི་གི་རྣམ་པ་ག་འདྲ་ཡིན་མིན་འདི་བསྟན་དགོས་བ་རེད་འདི་རིམ་ཅན་དུ། དེ་ན་ནི། དོན་དམ་པའི་ཚུལ་ཉིད་ཀྱིས། དེང་ཤེས་བཞིན་དང་སངས་རྒྱས་དག་ལ། རྟེན་དང་བརྟེན་པའི་ངོ་བོ་མེད་པས་དེའི་ཕྱིར་ཕན་ཚུན་རྣམ་གྲངས་ཡིན་པ་ཁས་མི་ལེན་པ་ཟེར་ན། མཐོང་ལམ་སྐད་ཅིག་དང་པོས་དེ་ནི་རྣམ་པ་བཤད་སོང་བ་རེད། མཐོ་རླངས་སྐད་ཅིག་དང་པོའི་རྣམ་པར་ཤེས། དེ་ནས། ད་འདི་རྟག་ཞེས་པ་རེད། ཆོས་ཅན་དང་སྒྲུབ་ཆོས་ཁ་བསྐང་རྒྱུ་རེད། དེ་ནས་གཟུགས་ལ་སོགས་པའི་ཆོས་ཀྱི་དབྱིངས་ཀྱི་ངོ་བོ་ཉིད་ཀྱི་བར་དེ་རེད་ད་དེ་རེད། འདིས་དང་པོ། ཀུན་འབྱུང་དང་པོ་སྡུག་བསྔལ་བདེན་པའི་རྣམ་པར་ཤེས་ཤེས། དེ་མཐོང་ལམ་སྐད་ཅིག་དང་པོ་བཞི་ལས་སྦྱར། དེ་ནས་ཀུན་འབྱུང་བདེན་པའི་རྣམ་པ་བཞི་བཤད། དེ་མཐོང་ལམ་སྐད་ཅིག་ལྔ་བ་ནས་བརྒྱད་པ་ལ་སྦྱར། དེ་ནས་འགོག་པའི་བདེན་པའི་རྣམ་པ་བཞི་བཤད་དེ་མཐོང་ལམ་སྐད་ཅིག་དགུ་བ་ནས་བཅུ་གཉིས་ལ་སྦྱར། དེ་ནས་ལམ་གྱི་བདེན་པའི་རྣམ་པ་བཤད་དེ་མཐོང་ལམ་སྐད་ཅིག་བཅུ་གསུམ་ནས་བཅུ་དྲུག་ལ་སྦྱར་བ་རེད། ནོ། དེ་འདྲའི་ཅིག་སྦྱར་ན་འགྲོ་ཡ་རེད་དེ་འདྲའི་བྱས་ནས། ད་འདིའི་སྐབས་སུ། ཆོས་ཅན་དང་རྟགས་ཉིད་དེ་ཁ་བསྐང་རྒྱུ་རེད་དེ་འདི་མེད་དེ་རྣམ་པ། རྟགས་ཡིན། རྟགས། རྣམ་པར་ཤེས་པ་དང་རྟགས་ལ་སྦྱར་སོང་བ་དང་དང་པོ་དཔེར་ན། བྱང་སེམས་ཀྱི་མཐོང་ལམ། མཉམ་གཞག་སྐད་ཅིག་དང་པོ་དེ། སྲིད་པ་ལ་བརྟག་གོ་ཆོས་ཅན་རེ་ཁ་གང། འདི། ལམ་ཤེས་ཤེས་པའི་སྐབས་ན་བསྟན་པའི་སྡུག་བསྔལ་ཆོས་བཟོད་རེ་སྲིད་པ་རེད་ད་དང་གི། ཆོས་བཟོད་ཟེར་སླད་སོང་ག་རེ་རེད་ཟེར་བ་ཡིན་ན། དོན་དམ་པའི་ཚུལ་ཉིད་ཀྱི་དེ་བཞིན་ཉིད་དང། སངས་རྒྱས་དག་ལ་རྟེན་དང་བརྟེན་པ་དངོས་པོ་མེད་པའི་དེའི་ཕྱིར་ཕན་ཚུན་རྣམ་གྲངས་ཀྱིས་གནས་པར་ཁས་མི་ལེན་པ་དག་སྟེ། རྟོགས་བྱ། གནས་ལུགས་དེ་བཞིན་ཉིད་དང། རྟོགས་མཁན་སངས་རྒྱས་གཉིས་པོ། དོན་དམ་དུ། དབྱེར་མེད་རུ་གནས་པར་ཁས་མི་ལེན་པ་ལ། ངེས་པ་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེད་ཟེར། ད་ང་ཚོ་ཚད་མ་མང་པོ་ཕྱིན་ཚར་བ་ཡིན་དུས་ངེས་པ་རང་སྟོབས་ཀྱིས་ཟེར་ན་ཧ་གོ་གོ་རེད་ད་འདི་ཤེས་སོང་རེད། ད་ལྟའི་དང་པོ་དེར་ཡང་རྒྱུད་ཞུས་ན་རེ་བ། དཔེར་ན། བྱང་སེམས་ཀྱི་མཐོང་ལམ་མཉམ་གཞག་སྐད་ཅིག་དང་པོ་དེས། ལམ་ཤེས་ཤེས་པའི་སྐབས་སུ་བསྟན་པའི་སྡུག་བསྔལ་ཆུད་ཟོས་ཟེར་མཁན་དེ་རེད་ཟེར་གོ། རྒྱུ་མཚན་ག་རེ་ཟེར་ན། དོན་དམ་པའི་ཚུལ་ཉིད་ཀྱི་དེ་བཞིན་ཉིད་དང་སངས་རྒྱས་དག་ལ་རྟེན་དང་བརྟེན་པའི་དངོས་པོ་མེད་པས་དེའི་ཕྱིར་ཕན་ཚུན་རྣམ་གྲངས་ཀྱི་གནས་པར་ཁས་མི་ལེན་པ་དག་སྟེ། རྟོགས་བྱ་ཆོས་ཀྱི་གནས་ལུགས་དེ་བཞིན་ཉིད་དང། རྟོགས་མཁན་སངས་རྒྱས་གཉིས་པོ་དག། གནས་ལུགས་དོན་དམ་དུ་ཕན་ཚུན་དབྱེར་མེད་པར་གནས་པ་ལ་དབྱེར་མེད་དབྱེར་མེད་པར་གནས་པ་ཁས་མི་ལེན་པ་ལ་ངེས་པ་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེད་ཟེར་བ་རེད། འདི་ཤེས་ད་དེ་ནི་སྐད་ཅིག་གཉིས་པའི་སྐབས་སྐད་ཆ་རེད། གཟུགས་ལ་སོགས་པའི་ཆོས་ཀྱི་དབྱིངས་ཀྱི་ངོ་བོ་ཆེན་པོ་ཉིད་དང་ཟེར་ཏེ། མཐོང་ལམ་སྐད་ཅིག་གཉིས་པ་ལ་སྦྱར་ཡོད་ད། དེ་ནས་བྱང་སེམས་ཀྱི་མཐོང་ལམ་སྐད་ཅིག་གཉིས་པ་དེས་གཟིགས་པ་རེད། ཆོས་ཅན་ཁ་གང། དེ་ནས། དེ་ནས། ལམ། ལམ་ཤེས་བཤད་པའི་སྐབས་ཀྱི། དེ་ནས་སྡུག་བསྔལ་ལ་ཆོས་ཤེས་རེད་གཟིགས་པ་རེད། རྒྱུ་མཚན་ག་རེ་རེད་ཟེར་ན། གཟུགས་ལ་སོགས་པའི་ཆོས་ཀྱི་དབྱིངས་ཀྱི་ངོ་བོ་ཉིད་ཀྱི་ཆེན་པོ་སྟེ། ཆེན་པོ་ཉིད་སྟེ། གཟུགས་སོགས་དོན་དམ་པར་ཆོས་ཉིད་ཀྱི་ངོ་བོ་ཡིན་པ་ལ། ངེས་པར་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེད། འདི་ཡང་རྒྱུད་ཞུས་ན་རེ་བ་དེ་གོ་བདེ་བོ་རེད། གཟུགས་ལ་སོགས་པའི་ཆོས་ཀྱི་དབྱིངས་ཀྱི་ངོ་བོ་ཉིད་ཀྱི་ཆེན་པོ་ཉིད་ཟེར་ན་ད་དེ་རྟགས་རེད། ཆོས་ཅན་དང་སྒྲུབ་ཆོས་ཁ་གང། དཔེར་ན་འདི་འདྲས་བྱས་ནས་ག་སོ་རེད། དེ་ནས་བྱང་སེམས་ཀྱི་མཐོང་ལམ་མཉམ་བཞག་སྐད་ཅིག་དང་པོ་སྐད་ཅིག་གཉིས་པ་ཆོས་ཅན་སྲིད་པ་རེད། ལམ་ཤེས་ཤེས་པའི་སྐབས་ན་བསྟན་པའི་སྡུག་བསྔལ་ཆོས་ཤེས་ཡིན་ཏེ། རྒྱུ་མཚན་གཟུགས་ལ་སོགས་པའི་ཆོས་ཀྱི་དབྱིངས་ཀྱི་ངོ་བོ་ཉིད་ཀྱི་ཆེན་པོ་ཉིད་དེ། དེ་ནས་གནས་ལུགས་དོན་དམ་དུ་གཟུགས་ལ་སོགས་པ་རྣམས་ཆོས་དབྱིངས་ཀྱི་ངོ་བོ་ཡིན་པ་ལ། ཨེ་ནི་ངེས་པར་རང་སྟོབས་ཀྱིས་འདྲེན་པ་རེད་ཟེར་བ་རེད། དེ་ད་སྐད་ཅིག་གཉིས་པ་ཕྱིན་པ་རེད་ད་སྐད་ཅིག་གསུམ་པ། དེ་བཞིན་ཉིད་དེ་བཞིན་དེ་བཞིན་དུ་དེ་དག་ཚད་མ་མེད་པ་ཉིད་དང་ཟེར་ཤེས་སོང་རེད་འདི་རྟགས་རེད་ཆོས་ཅན་སྒྲུབ་ཆོས་ཁ་དགོན་རྒྱུ་རེད་ཨེ་ནི་འདི་རེ་བ་ག་སོ་རེད། བྱང་སེམས་ཀྱི་མཐོང་ལམ་མཉམ་གཞག་སྐད་ཅིག་གསུམ་པ་ཆོས་ཅན་ཟེར་བ་རེད། དེ་ནི་ལམ་ཤེས་ཤེས་པའི་སྐབས་ན་བསྟན་པའི་བསྡུ་སྔོན་དང་རྗེས་བཟོད་ཡིན་ཏེ་ཟེར་བ་རེད། རྒྱུ་མཚན་ག་རེད་ཟེར་ན། དེ་བཞིན་དུ་དེ་དག་མཚན་མ་མིན་པ་ཉིད་དང་སྟེ། དེ་ནས། དེ་ནས། གནས་ལུགས་དོན་དམ་དུ། སྡུག་བསྔལ་གྱི་ཆོས་ཉིད། རྟོགས་མཁན་གྱི་མཚན་མ་མེད་པ་ལ། ངེས་པ་རང་སྟོབས་ཀྱིས་འདྲེན་པ་རེད་ཟེར་བ་རེད། ད་སྐད་ཅིག་གསུམ་པ་ཅན་པ་རེད། ད་བཞི་པ། ད་བཞི་པ་དེར་བ། སྔ་མ་བཞིན་དུ་ནམ་མཁའ་མཚན་མེད་པ་ཉིད་ཀྱིས་དེ་དག་མཚན་མེད་པ་ཞེས་བྱ་བར་བར་དུ་ཤེས་པ་རེད། ཆོས་ཅན་དང་རྟགས་ཁ། ཆོས་ཅན་དང་སྒྲུབ་ཆོས་ཁ་བསྐངས་ནས། ཆོས་ཅན་འདིར་ཡོད་པ་དག་བྱང་སེམས་ཀྱི་མཐོང་ལམ་མཉམ་གཞག་སྐད་ཅིག་བཞི་པ་དེས་བསྲེགས་པ་རེད། དེ་ནས། ལམ་ཤེས་བཤད་པའི་སྐབས་ན་བསྟན་པའི་སྡུག་བསྔལ་ལ་འཇལ་བྱེད་རེད་བསྲེགས་པ་རེད། རྒྱུ་མཚན་ག་རེ་ཟེར་ན། སྔ་མ་བཞིན་དུ་ནམ་མཁའ་ཚད་མེད་པ་ཉིད་ཀྱིས་དེ་དག་ཚད་མེད་པ་ཞེས་བྱ་བ་སྟེ། གནས་ལུགས་དོན་དམ་དུ་གཟུགས་སོགས་དེ་དག། སྲས་བཟུང་དུ་མེད་པ་ལ་ངེས་པར་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེད་ཟེར་བ་རེད། ད་འདི་གི་མཐོང་ལམ་སྐད་ཅིག་དང་པོ་བཞི་ལ་སྡུག་བསྔལ་བདེན་པའི་རྣམ་པ་བཞི་སྦྱར་བ་རེད། དེ་ལྟ་བུ་ནི་སྡུག་བསྔལ་གྱི་བདེན་པའི་རྣམ་པ་དག་ཡིན་ནོ་ཟེར་བ་རེད། ད་ཚན་པ་གཅིག་ཚོར་ད་ཀུན་འབྱུང་བདེན་པའི་རྣམ་པ་བཞི་བཤིག་བ་རེད།

ལམ་ཤེས་ཀྱི་ལམ་ཤེས་བཤད་པའི་སྐབས་ན་བསྟན་པས་དེ་ནི་ཀུན་འབྱུང་ཆོས་བཟོད་རེད། ཀུན་འབྱུང་ཆོས་བཟོད་རེད། རྒྱུ་མཚན་ག་རེད་ཟེར་ན་གཟུགས་ལ་སོགས་པ་ལ་ངོ་བོ་ཉིད་ཀྱི་ངོ་བོ་ཉིད་མེད་པ་ཉིད་ཀྱིས་རྟག་པ་དང་ཆད་པའི་མཐའ་གཉིས་ལ་སོགས་པ་མེད་པ་སྟེ། དེ་ནས་དེ་རི་བ་ཀ་སོགས་རེ། གནས་ལུགས་དོན་དམ་དུ་གཟུགས་ལ་སོགས་པའི་གཟུགས་ལ་སོགས་པའི་ཆོས་ཉིད་དེ། རྟག་ཆད་དང་བྲལ་བ་ལ་ངེས་པ་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེད་ཟེར་བ་རེད། དེ་སྐད་ཅིག་ལྔ་པ་དེ་ཕྱིན་པ་རེད། ད་སྐད་ཅིག་དྲུག་པའི་སྐད་ཆ་རེད། དེ་ནས་ཤེས་རབ་ཀྱི་བར་དུ་ཕྱིན་པར་གནས་པ་ནི་ཆོས་ཀྱི་དབྱིངས་ཀྱི་ངོ་བོ་ཉིད་ཀྱི་གཟུགས་ལ་སོགས་པ་ལ་དེ་བཞིན་ཉིད་དུ་ངེས་པར་འཛིན་པ་སེང་འདི་རེད། འཛིན་པ་སེང། ད་འདི་རྟགས་རེད་ཆོས་ཅན་དང་སྒྲུབ་ཆོས་ཁ་གང། དེ་ནས། བྱང་སེམས་ཀྱི་མཐོང་ལམ་མཉམ་གཞག་སྐད་ཅིག་དྲུག་པ་དེ་ཟེར་བ་རེད། ལམ་ཤེས་ཤེས་པའི་སྐབས་ན་བསྟན་པའི་ཀུན་འབྱུང། ལ། དེ་ནས། ཆོས་ཤེས་རེད་ཟེར་བ་རེད། ཀུན་འབྱུང་ཆོས་ཤེས་རེད་ཟེར་བ་རེད་རྒྱུ་མཚན་ག་རེད་ཟེར་ན། དེ་ནས་ཤེས་རབ་ཀྱི་བར་དུ་ཕྱིན་པར་གནས་པ་ནི་ཆོས་ཀྱི་དབྱིངས་ཀྱི་ངོ་བོ་ཉིད་གཟུགས་ལ་སོགས་པ་ལ་དེ་བཞིན་ཉིད་དུ་འཛིན་ངེས་པར་འཛིན་པ་སྟེ། དེ་ནས། གཟུགས་ལ་སོགས་པ་རྣམས་ཀྱི་ཆོས་ཉིད་ལ། གཞན་འགའ་ཞིག་གིས་སངས་རྒྱས་ཉིད་དུ་ངེས་པར་འཛིན་པ་ལ་ངེས་པ་རང་སྟོབས་དང་ལྡན་པའི་ཡེ་ཤེས་རེད་ཟེར་གྱི་རེད། དེ་ནི་སྐད་ཅིག་དྲུག་གི་སྐད་ཆ་རྫོགས། ད། སྡུག་བསྔལ་ལ་ཆོས་བཟོད་ཆོས་ཤེས་ཚར་བ་རེད། ད་དེ་ནི། མར་ཀུན་འབྱུང་ལ་ཀུན་འབྱུང་ལ་ཆོས་བཟོད་ཆོས་ཤེས་ཚར་བ་རེད་སྐད་ཅིག་ལྔ་བ་དང་དྲུག་པ་དེ། ད་དེ་ནི་ཀུན་འབྱུང་ལ་རྗེས་བཟོད་རྗེས་ཤེས་ཟེར་ཤེས་པ་རེད་སྐད་ཅིག་བདུན་པ་དང་བརྒྱད་པ། དེས་ན། དེའི་བཞིན་དུ་དེ་ལ་གནས་པ་ནི་ཆོས་ཐམས་ཅད་བླང་བ་དང་དོར་བ་མེད་པ་ལ་དོར་བ་མེད་པར་བསྒོམ་པ་ལ་སོགས་པ་གསན་ཏེ་སྐད་ཅིག་བདུན་པའི་སྐད་ཆ་རེད། དེ་ཀུན་འབྱུང་རྗེས་བཟོད་ཀྱི་སྐད་ཆ་རེད་དེ་བྱས་ཙང་དེ་ཡིན་དུས། ཆོས་ཅན་དང་སྒྲུབ་ཆོས་ཁ་གང་ནས་ད་དེ་རེད་བ་ག་སོ་རེད། བྱང་སེམས་ཀྱི་མཐོང་ལམ་མཉམ་གཞག་སྐད་ཅིག་མ། འདུན་པ་དེ་སྲིད་པོ་རེད། དེ་ནས་ཀུན་འབྱུང་ལ་འཇིག་གསོད་རེ་སྲིད་པོ་རེད། རྒྱུ་མཚན་ག་རེ་ཟེར་ན། དེ་བཞིན་ཡིན་དུ་དེ་ལ་གནས་པ་ནི་ཆོས་ཐམས་ཅད་བླང་བ་དང་དོར་བ་མེད་པར་བསྒོམ་པ་ལ་སོགས་པ་དང་སྟེ། གནས་ལུགས་དོན་དམ་དུ་བླང་དོར་མེད་པ་དང་སྐྱེ་འགག་མེད་པ་ལ་ངེས་པ་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེ་སྲིད་པོ་རེད། འོ་དེ་ཤེས་སོང་རེད་ད་འདུན་པ་དེ་བཤད་པ་རེད། ད་དེ་ནས་སྐད་ཅིག་མ་བརྒྱད་པ། དེ་ནས་ངོ་བོ་ཉིད་མེད་པར་མོས་པ་སྔོན་དུ་འགྲོ་བས། ཚད་མེད་པ་བཞི་བསྒོམ་པར་བྱའོ་ཞེས་བྱ་བ་ཟེར་ད་དེ། འདི་ནི་སྐད་ཅིག་མ་བརྒྱད་པའི་སྐད་ཆ་རེད། འདི་རྟགས་རེད་ཆོས་ཅན་དང་སྒྲུབ་ཆོས་ཁ་བསྐང་བ་རེད། དེ་ནས། བྱང་སེམས་ཀྱི་མཐོང་ལམ་མཉམ་གཞག་སྐད་ཅིག་བརྒྱད་པ་དེས། ཀུན་འབྱུང་རྗེས་ཤེས་རེད་ཟེར་བ་རེད། རྒྱུ་མཚན་ག་རེད་ཟེར་ན། ངོ་བོ་ཉིད་མེད་པར་མོས་པ་སྔོན་དུ་འགྲོ་བས། ཚད་མེད་པ་ཞིག་བསྒོམ་པར་བྱའོ་ཞེས་བྱ་བ་སྟེ། དེ་ནས་ཤེས་རབ་ཀྱིས་རྩིས་ཟིན་པའི་སྒོ་ནས། བྱམས་སོགས་ཚད་མེད་བཞི་བསྒོམ་པ་ལ། ངེས་ཤེས་རང་སྟོབས་ཀྱིས་འདྲེན་པས་ངེས་ཤེས་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེད་ཟེར་བ་རེད། འདིའི་སྐབས་སུ་ང་ཚོ་དབུ་མའི་སྐབས་ལ་ཡོང་གི་ཡོད་པ་སྐད་ཅིག་མ་རྒྱས་པ་ལ་བྱམས་པ་མང་བོ་ན་སྐད་ཅིག་མའི་རྒོལ་བ་ལ་འགོག་པར་ལྟུང་བསལ་ཏེ། རྟའུ་ངའི་སྲས་རྣམས་གཡས་ཀྱི་ཏོག་འདི་སྐད་ཅེས་རེད་དེ། བྱས་ཙང་དེ་ཡིན་དུས་ད་དེ་ག་སོགས་རེད། མོས་པ་ཉིད་ངོ་བོ་ཉིད་མེད་པར་མོས་པ་སྔོན་དུ་འགྲོ་བས་ཚད་མེད་པ་བཞི་བསྒོམ་པར་བྱའོ་ཞེས་བྱ་བ་སྟེ། དེ་ནས། མཐོང་ལམ་སྐད་ཅིག་བརྒྱད་པ་སྟེ་ཀུན་འབྱུང་བརྒྱད་ཤེས་རེད། ག་རེ་རེད་ཟེར་ན། གྲོགས་ཤེས་རབ་ཀྱིས་རྩིས་ཟིན་པའི་སྒོ་ནས་བྱམས་པ། ཚད་མེད་སྙིང་རྗེ་ཚད་མེད་ལ་སོགས་བཞི་བསྒོམས་པ་ལ་ངེས་པ་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེ་གསལ་བ་རེ་བྱས་ཙང་འདི་རེ། དེ་ལྟ་བུའི་དེ་ནི་རྣམ་པ་བཞི་པོ་དེ་ནི་ཀུན་འབྱུང་བདེན་པའི་རྣམ་པ་དག་ཡིན་ནོ་ཟེར་ན་ད་མཐོང་ལམ་སྐྱེ་མཆེད་བརྒྱད་ལ་སྦྱར་ཚར་བ་རེ། ད་དེ་ནི་འགོག་པའི་བདེན་པའི་རྣམ་པ་བཞི་དུ་སྦྱར་བ་རེ། འགོག་པའི་བདེན་པའི་རྣམ་པ་བཞི་དེ་རེད་དེ་ཐོག་ནམ་སྐད་ཅིག་དགུ་བ་ནས་བཟུང་ནས་བཅུ་གཉིས་བར་སྐད་ཆ་རེད་དེ། དེ་རེད་བ། དེ་ན་ནས་ཆོས་ཅན་དང་སྒྲུབ་ཆོས་ཁ་བསྐང། དེ་ནས་རྟགས་དེ་ནས་ཡོད་པ་དེ་སྦྱར་འགྲོ་ཡ་རེད་བྱས་ཙང་དེ་ཡིན་དུས། བྱང་སེམས་ཀྱི་ཐོག་ནམ་སྐད་ཅིག་དགུ་བ་དེ། འགོག་པ་ལ་ཆོས་སོད་འགོག་པ་ལ་ཆོས་སོད་རེད་ཟེར་བ་རེད། རྒྱུ་མཚན་ག་རེད་ཟེར་དུས་གཟུགས་ལ་སོགས་པ་ལ་ངོ་བོ། གཟུགས་ལ་སོགས་པའི་ངོ་བོ་གཉུག་མ་རང་བཞིན་ཁོ་ནས་སྟོང་པ་ཉིད་དེ། དེ་ནས། གཟུགས་སོགས་རང་གི་ངོ་བོ་སྟོང་ཉིད་ཡིན་པ་ལ། ངེས་པར་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེ་ཟེར་བ་རེ་སྐད་ཅིག་འགུལ་བ་ཚར་རེ་ད་བཅུ་བ། དེ་བཅུ་བ་ཆོས་ཅན་དང་སྒྲུབ་ཆོས་ཁ་གང་འདི་ནས་ཤེས་པ་དེ་རྣམ་པ་དེ་རྟགས་རེ་བྱས་ཙང་དེ་ཡིན་དུས་དེ་ནས་ག་སོགས་རེ། དེ་ནས་བྱང་སེམས་ཀྱི་མཐོང་ལམ་སྐད་ཅིག་མ་བཅུ་པ་དེས་འགོག་པ་ལ་ཆོས་ཤེས་རེས་བྱ། རྒྱུ་མཚན་ག་རེ་ཟེར་ན། ཆོས་ཀྱི་དབྱིངས་དང་མཉམ་པའི་དགེ་བའི་རྩ་བ་རྣམས་ཀྱི་འབྲས་བུ་དེ་བཞིན་གཤེགས་པ་ཉིད་ཐོབ་པ་སྟེ། དེ་ནས། དགེ་བའི་རྩ་བ་སངས་རྒྱས་ཀྱི་སར་དངོས་བཞག་པ་ཡིན་ན། སངས་རྒྱས་ངེས་པར་དུ་ཐོབ་པ་ལ་ངེས་ཤེས་རང་སྟོབས་དང་ལྡན་པའི་ཡེ་ཤེས་རེས་བྱ། དེ་མཐའ་སྐད་ཅིག་མ་བཅུ་པ་ཚར་བ་རེད་མཐའ་བཅུ་གཅིག་པ་དེ་རེད། དེ་ནས་འགོག་པ་རྗེས་བཟོད་བསལ་དེ་རེད་བྱས་ཙང་དེ་ཡིན་དུས། བྱང་སེམས་ཀྱི་མཐོང་ལམ་སྐད་ཅིག་མ་བཅུ་གཅིག་པ་དེ། ལམ་ཤེས་ཤེས་པའི་སྐབས་ལ་བརྟེན་པས། འགོག་པ་རྗེས་བཟོད་བསལ་གྱི་འདི་རེད་ཟེར་བ་རེད་རྒྱུ་མཚན་ག་རེད་ཟེར་ན། ཤེས་རབ་ཀྱི་བར་དུ་ཕྱིན་པར་གཉེན་པོ་རྣམས་རྣམ་པ་ཐམས་ཅད་དུ་བསྡུས་པ་སྟེ། དེ་ནས། སྦྱིན་སོགས་དགེ་བ་ཚང་མ་ཤེར་ཕྱིན་ནང་དུ་བསྡུས་པ་ལ་དེ་ནི་ངེས་པར་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེད་ཟེར་དགོས་རེད། ད་དེ་སྐད་ཅིག་བཅུ་གཅིག་རྫོགས་པ་རེད་ད་སྐད་ཅིག་བཅུ་གཉིས་པ་དེ་དེ་ནས་འགོག་པ་འཇལ་ཤེས་ཟེར་དེ་རེད། བྱས་ཙང་དེ་ནི་བྱང་སེམས་ཀྱི་མཐོང་ལམ་སྐད་ཅིག་མ་བཅུ་གཉིས་པ་དེ་འགོག་པ་འཇལ་ཤེས་རེད་ཟེར་བ་ལ་རྒྱུ་མཚན་ག་རེ་ཟེར་ན་དེ་རྣམས་ཀྱིས་ཕྱི་དང་ནང་གི་འཚེ་བ་རབ་ཏུ་ཞི་བ་ཞེས་བྱ་བ་སྟེ། དེ་ནས། གཞན་གྱི་དཀའ་ངལ། གཞན་གྱི་འཇིགས་སྣང་ཀུན་ནས་བྱུང་བའི་ཉམ་ང་དང། དག་སྣང་གཞན་དེ་ནི། ནང་གི་ཉེར་འཚེ་ནན་ཏུན་ལ་སོགས་པ་ཀུན་ཞི་བ་ལ། ངེས་པ་རང་སྟོབས་ཀྱིས་འདྲེན་པའི་ངེས་ཤེས་རེད་ཟེར་བ་རེད། ད་འདི་གི། དེ་ནི་མཐོང་ལམ་སྐད་ཅིག་བཅུ་གཉིས་རྫོགས་པ་རེད། འགོག་པའི་བདེན་པའི་རྣམ་པ་རེ་བྱས་ཙང་དེ་ལྟ་བུ་ནི་འགོག་པའི་བདེན་པའི་རྣམ་པ་བཞི་པོ་དག་ཡིན་ནོ། མཐོང་ལམ་སྐད་ཅིག་བཅུ་གཉིས་རྫོགས། ད་ཅོག་གསུམ་ནི་འགོ་བཙུགས་གོ། ལམ་གྱི་བདེན་པའི་རྣམ་པ་བཞི་དེ་རེ་བྱས་ཙང་དེ་ཅོག་གསུམ་སྟེ། མཐོང་ལམ་སྐད་ཅིག། བྱང་སེམས་ཀྱི་མཐོང་ལམ་སྐད། བྱང་སེམས་ཀྱི་མཐོང་ལམ་མཉམ་གཞག། སྐད་ཅིག་མ་ཅོག་གསུམ་པོ་དེ། ལམ། ལམ་ལ། རྗེས་བཟོད་རེ་ཟེར་བ་རྒྱུ་མཚན་ག་རེ་རེད་ཟེར་དུས། ངོ་བོ་ཉིད་མེད་པར་བསྒོམ་པ་ཁོ་ནས་གཟུགས་ལ་སོགས་པ། གཟུགས་ལ་སོགས་པ་དང་མྱ་ངན་ལས་འདས་པ་ལ་མངོན་པར་ཞེན་པ་ཞིག་མངོན་པར་ཞེན་པ་ཞི་བ་སྟེ། དེ་ནས་དེ་རེས་ག་སོགས་རེ། ཤེར་ཕྱིན་བསྒོམ་བཞག་པ་ཡིན་ན། གཟུགས་ལ་སོགས་པ་འཁོར་བ་དང་ཐར་བ་མྱ་ངན་ལྡན་པ་ལ་བདེན་འཛིན་ཞི་བ་དེ་སྐོར་ལ་ངེས་ཤེས་རང་སྟོབས་ཀྱིས་འདྲེན་པའི་དེ་ནས་ཡེ་ཤེས་རེ་ཟེར་བ་རེད། འདི་གིས་དེ་ནས། སྐད་ཅིག་བཅོ་གསུམ་པ་ལ་སྦྱར་ཚར་བ་རེད། ད་སྐད་ཅིག་བཅུ་བཞི་པ་དེ། བྱང་སེམས་ཀྱི་མཐོང་ལམ་མཉམ་གཞག་སྐད་ཅིག་བཅུ་བཞི་པ་དེ། དེ་ནི་ལམ་བདེན་ལ་ཆོས་ཤེས་རེད། ག་རེ་རེད་ཟེར་དུས། ཤེས་རབ་དང་ཐབས་ལ་མཁས་པ་ལ་ཞུགས་པ་ལ་སངས་རྒྱས་རྣམས་ཀྱིས་བསྲུང་བ་དང་བསྐྱབ་པ་དང་སྦ་བར་མཛད་པ་སྟེ། དེ་ནས་སངས་རྒྱས་ཀྱིས་སྲུང་སྐྱོབ་མཛད་པ་ལ་ངེས་པ་རང་སྟོབས་ཀྱིས་འདྲེན་པའི་ངེས་ཤེས་ངེས་པ་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེད་ཟེར་བ་རེད་སྐད་ཅིག་མ་བཅུ་བཞི་པ་སྦྱར་བས། མཐོང་ལམ་ཆོས་བཟོད་ཆོས་ཤེས། ལམ་བདེན་ཆོས་བཟོད་ཆོས་ཤེས་ཚར་བ་རེད། ད་ལམ་སྐད་ཅིག་མ་བཅོ་ལྔའི་སྐད་ཆ་རེད་སྐད་ཅིག་བཅོ་ལྔ་བཅོ་ལྔའི་སྐད་ཆ་རེད་བ། དེ་ནས་བྱང་སེམས་ཀྱི་མཐོང་ལམ་མཉམ་བཞག་སྐད་ཅིག་བཅོ་ལྔ་པོ་དེ། ལམ་བདེན་ལ་རྗེས་སུ་རེས་རྒྱུ་མཚན་ག་རེ་རེད་ཟེར་ན་སངས་རྒྱས་ཉིད་མངོན་པར་འདོད་པས་བདག་ཉིད་སྲོག་གཅོད་སྤོང་བ་ལ་སོགས་པ་རྣམ་པ་ཐམས་ཅད་མཁྱེན་པ་ཉིད་ལ་གནས་ནས་དེ་བཞིན་གཞན་ལ་འགོད་པ་སྟེ། ཨ་ནི་རྗེས་ཐོབ་ཏུ། སྲོག་གཅོད་སྤོང་བ་ལ་སོགས་པའི་དགེ་བ་བཅུ་འགོ་བཙུགས་པ་ནས་བཟུང་ནས་སངས་རྒྱས་བསྒྲུབ་པ་ལ་ཐབས་ག་རེ་བྱེད་དགོས་ན་ཚང་མ་རང་གིས་ཉམས་སུ་བླངས་གཞན་ལ་ཡང་དེ་ལྟར་དགོས་པ་ལ། དེ་ནི་ངེས་པར་རང་སྟོབས་ཀྱིས་འདྲེན་པའི་ཡེ་ཤེས་རེད་ཟེར་བ་རེད། ད་སྐད་ཅིག་བཅོ་ལྔ་པའི་སྐད་ཆ་རྫོགས་པ་རེད། ད་སྐད་ཅིག་བཅུ་དྲུག་པ་དེ། ལམ། དེ་རེད་བ། ལམ་ལ་རྗེས་ཤེས་ཟེར་གི་དེ། བྱང་སེམས་ཀྱི་མཐོང་ལམ་སྐད་ཅིག་དེ། བྱང་སེམས་ཀྱི་མཐོང་ལམ་སྐད་ཅིག་བཅུ་དྲུག་པ་དེ། ལམ་ཤེས་ཤེས་པའི་སྐབས་ན་བསྟན་པའི་ལམ་ལ་རྗེས་ཤེས་ཟེར་མཁན་དེ་རེད་ཟེར་བ་རེད། རྒྱུ་མཚན་ག་རེ་ཡིན་ཟེར་ན། སྦྱིན་པ་ལ་སོགས་མི་ཟད་པར། མི་སྲིད་པར་བྱེད་འདོད་པས་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་བསྔོ་བར་བྱའོ་ཞེས་བྱ་བ་སྟེ། སྦྱིན་སོགས་ཀྱི་དགེ་རྩ་གཞན་དོན་དུ་རྫོགས་པའི་སངས་རྒྱས་ས་ལ་བསྔོ་བའི་ནུས་པ་ཐོབ་པ་ལ་ངེས་ཤེས་རང་སྟོབས་ཀྱིས་འདྲེན་པའི་དེ་ནི་ཡེ་ཤེས་རེད་ཟེར་གྱི་རེད། འདིའི་ཐོག་ལམ་སྐད་ཅིག་བཅུ་དྲུག་གིས་རྣམ་པ་རྒྱས་པར་བཤད་པ་རེད། རྣམ་པ་རྒྱས་པར་ཞེས་བྱ་བ་གོང་དུ་བཤད་པ་དེ་ལྟ་བུ་ནི་ལམ་གྱི་བདེན་པའི་རྣམ་པ་རེད། འདིའི་བར་དུ་ནི་རྣམ་པ་རྒྱས་པར་བཤད་པ་རེད་ད་ཟབ་ཅིང་རྙེད་པ་དོན་བསྡུ་བ། དེ་ལྟ་བུ་ནི་ལམ་ཤེས་པ་ཉིད་ཀྱི་སྐད་གཅིག་མ་དག་ཡིན་ནོ། ཇི་སྐད་གོང་དུ་བཤད་ཟིན་པ་དེ་ལྟ་བུ་རྣམ་པ་ཡོད་མཁན་གྱི་ལམ་ཤེས་པ་ཉིད་ནི། སྐབས་འདི་ནས་བསྟན་པའི་མཐོང་ལམ་སྐད་གཅིག་མ་བཅུ་དྲུག་ཡོད་མཁན་དེ་ཡིན་ནོ།